མི་ནི་སོ་ཏྲ་སེར་གྱིས་ནོངས་པའི་རིང་གཡོག་གཏན་ནས་ཁོང་གི་སྐར་མ་བཅུ་གཉིས་མཛེས་རན། གཟེར་གཟེགས་ནོངས་ཀྱང་ཚོགས་མ་ཡོང་ལ་མཚམས་བཀྲ་ཤིས་བདེ་ལ་ཟེར་ནས་བཞུགས་རྒྱུ། ད་དེ་རིང་འདིར་ཕེབས་པའི་གི་གེ་ཤེས་ལ་ད་འཛིན་གྲྭ་གཅིག་པ་རེད། ཨ་ནེ་གི་གེ་ཤེས་འཇམ་པར་བྱས་ཚེ་ཨ་ནེས། ཨ། ཁོང། བུ་ལ་ལྷོ་ཁ་ཕྱོགས་ལ་འཁྲུངས་པ་ཅེས་ད་ལྷོ་ཁ་སི་ཏུའི་བུ་རྒྱལ། རིག་གནས་དར་ས་ཟད་ཀྱི་སྨྲ་རེད། མཁར་གྱི་ཐོག་མ་ཡུ་མི་ལྷག་གོ། ལོ་རྒྱུས་ཀྱི་བང་མཛོད་ཡིན། ལོ་རྒྱུས་ཀྱི་རྒྱུགས་འདི། བང་མཛོད། བང་མཛོད་དེ་ནས་ལ་འོ་དེ་ནས་ལ་གྲོངས་ཀྱི་ཨ་ནེ་ཆུང་དུས་ལ་ཕེ་ལ། རབ་ཏུ་བྱུང་གྲྭ་བ་གྱིས་ཕ་ཡུལ་ལ་དེ་ནས་དགུ་བཅུ་གོ་སོང་ལོ་ལ། རྒྱ་གར་ལ་འབྱོར་ཅིག་སེ་ར་དགོན་པ་ལ། སློབ་གཉེར་ཡོངས་རྫོགས་པ་ཐོང་དེ་ནས་དགེ་ལུགས་རྒྱུགས་དྲུག་ཕེབས་ཀྱི། ཨ་ནེ། ད་གེ་བྱི་ལ་དེ་ནས་ཉིས་སྟོང་བཅོ་ལྔ་ལོ་ལ་ལྷ་རམས་གེ་བྱི། ཨ་ནེ་དེ་འདྲས་ཀྱི་ཐོང་ཅིག་དེ་ནས། རྒྱུས་མེད་ལ་གསང་སྔགས་ལོ་ཅིག་ཐུགས་བསམ་བྱས་དེའི་རྗེས་ནས། ཀུན་དགའ་ཡིག་ཚོགས་ཀྱི་ཨ་ནེ་གོ་བྲེག་འོག་ལ་བཀའ་བསྟན་འགྱུར་གྱི་ཉམས་ཞིབ་དེ་ཚད་དེ་འདྲས་ཀྱི་ཡོད་དེ་ལ་ལོ་ཅིག་ཕྱག་ལེན་གནང་བཞག་དེ་ནས། དར་རམས་ས་ལ་མི་མང་ལ་ནང་ཆོས་ངོ་དྲུག་ལོ་ཅིག་དེ་འདྲས་ཀྱི་གནང་བཞག་དེ་ནས་ཐའི་ཝན་ལ་ཕེབས་གྱིས་ནས་གེ་བྱི་ལ། ཨ་ནེ། ཞུས་ཙང་ཟེར་བའི་སོག་འདྲ་དེ་འདྲས་ཀྱི་སློབ་གྲྭ་ཆེན་མོ་དེའི་ནང་ལ། ཨ་ནེ་རིག་གཞུང་དང་ཆོས་ལུགས་ཀྱི་སྟེང་ནས་ཞིབ་འཇུག་ངམ་དེ་འདྲས་ཀྱི་སློབ་སྐྱོར་བྱས་རྗེས། ད་ལྟ་གཙུག་ལག་རབ་འབྱམས་བེ་གའི་མཚན་གནས་ཐོབ་ཆོག་དེ་འདྲས་ཀྱི་རེད་ཤག་ད་གལ་སྲིད་ལ་དེ་རིང་གར་ཞུ་ཡ་ཡིན་ཟེར་བ་ཡིན་ན་དེ་རིང་བགྲོ་གླེང་བྱེད་ཡ་དེ་ད་སྦྱིན་པའི་སྐོར་ལ་དེ་འདྲས་ཀྱི་གལ་སྲིད་ལ་ཡིན།

བྱིན་འབེབས་ཀྱི་རྐྱེན་སྐད་དོད་དེ་དང་འདྲ་ལས་སྦྱར་དང་སངས་སྐད་གཉིས་ཀ་ནི་གཅིག་པ་འདྲ་འདོགས་ཀྱི། དེས་ན་ཟེར། རྟ་རྡེབ་ཚུར་བོད་ཀྱི་ལོ་ཙཱ་བ་ཚུར་གྱི་ཚུར་བསྒྱུར་བའི་སྐོར་ལ་ང་ཚོས་ནམ་རྒྱུན་བོན་ཡོངས་གྲགས་ཀྱི་བྱིན་པ་བསལ་ཏེ་བསགས་པ་དག་པས་ཅི་བྱུང་བྱིན་ན་བྱིན་པ་བྱིན་པ། ད་དེ། ཐོག་མར་ཨ་རིས་ཚེ་རང་གི་ངོ་དོན་རང་ཐོག་ནས་འགྲེལ་བཤད་རྒྱོབ་པ་ཡིན་པ་ཡིན་ན་སྦྱིན་པ་ཟེར་ཏེ་ཕལ་སྐད་ཅིག་ཕལ་ཚིག་འདྲ་བ་བྱས་པ་ཡིན་ན། སྟེར་བ། སྤྲད་པ། དེ་འདྲས་ཀྱི་གོ་དོན་བྱས་རེད་བ། ད་དེ་སུས་དུས་ག་ལ་དོགས་པ་གླེགས་ཡོད་རོགས་འོ་ན་སྦྱིན་པ་ཟེར་ཏེ་སྤྲད་པ་ཡང་ན། སྟེར་བ་ལ་ཟེར་གྱི་ཡོད་པ་ཡིན་ན་ད་སྟེར་བ་དེ་ལ་ང་ཚོས་དཔེར་ན་ཆོས་ཀྱི་སྦྱིན་པ་ཡིན་པ་ཡིན་ན་ཆོས་སྟེར་བ་ཆོས་སྦྱིན་པ།
ཟ་ཟིང་གི་སྦྱིན་པ་ཡིན་ན་ཟ་ཟིང་གི

ག་སོགས་རེད་ད་ང་ཚོས་དེ་གཅིག་ཚིག་ངོ་གདོང་ལས་འགྲེལ་བཤད་ལས་བརྒལ་ནས་ཨ་ནི་གཅིག་གི་ད་ཁོ་རང་གི་མཚན་ཉིད་ཟེར་ན་མི་འདུག་ཁོ་རང་གི་ངོ་བོ་ཨ་ནི་གཏིང་ཚུགས་ཟེར་བ་ཞི་ཚབ་བྱས་ནས་འགྲོ་དུས་ག་ལ་ཨ་ནི་བྱེད་རུང་མི་བྱེད་ཀི། གཙོ་བོ་ད་མི་ཕ་བ་ཐོག་མེད་ཀྱི་བྱང་ཚད་གཞུང་ཁུངས་སུ་བྱས་ནས་ཀི་ད་འདི་དེ་ག་ས་སྦྱིན་པའི་ངོ་བོ་ཟུང་དུས་ག་ལ་ལྟོ་ཡོད་སེམས་པ་དགེ་བ་དང་དེས་ཀུན་ནས་རྣམ་འཕེལ་གི་ལུས་ངག་གི་ལས་ཟེར་ནས་གསུངས་འདུག་ལུས་ངག་གི་ལས་ཟེར་སོགས་ཞེས་དེང་བསྟན་པ་འདི་ང་ཚོའི་ཐུན་མོང་མ་ཡིན་པའི་ཁྱད་ཆོས་རབ་རེད་ཤག་ད་ལྟ་ང་འདི། ཐེན་མན་གྱི། ད་ཕྱི་ཡུལ་འཛིན་མཁན་ཚོས་ཐུགས་བསྐུལ་བ་རེད་བགྲོ་གླེང་ཡུལ་འགོ་བ་རེད་ཨ་ནི་གྱ་གྱུའི་ནང་བསྟན་ཚོ་ཡུལ་འགོ་བ་རེད་ད་ཁོ་ན་ཚོས་ང་ཚོ་འདིའི་རིགས་འདྲ་བོ་དཔེར་ན་བྱིན་པ་ཟེར་ན་འོ་འདི་འདྲས་བྱས་རེད་ཟེར་འདྲ་བོ་ད་བྱིན་པ་ཟེར་ནས་གཞན་ལ་ལུས་སློང་བྱེད་གེ་ཚ་བཏང་རེད་ཟེར་མ་གཏོགས་དཔེ་གེ་གཞི་རྩ་བོའི་ཐོག་ནས་ཁོ་རང་ཡུལ་འགོ་བྱེད་ཀྱི་བ་རེད་བ་ད། ངོ་ཨི་ཏི་ཟེར། ངོ་མཚན་ཡིན་ཏེ་དེ་འདྲས་ང་ཚོ་བོད་བརྒྱུད་ནང་བསྟན་ནང་བཞིན་གཞི་རྩ་བོ་ཡུལ་འགོ་མི་འདུག་ཨ་དེ་ཡིན་དུས་ག་ལ་ང་ཚོ་འདི་ཐུན་མོང་མ་ཡིན་པའི། བུ་རྒྱུད་ནང་བསྟན་གྱི་ཁྱད་ཆོས་ཡོད་མེད་ནི་དེ་རེད་བྱ་མཚན་ཉིད་གསལ་ཤོར་བ། དེ་སུས་བསྡུས་པ་ལ་ཁོ་ཐག་ཆོད་པོ་ཞོར་ཅིག་ངུ་བཟློག་བ། འདི་རེད་འདི་མ་རེད་ཁྱད་ཆོས་འདི་རེད་ཚ་ན་རེད་ཁྱད་ཆོས་འདི་རེད་ཚ་ན་མ་རེད་ཟེར་དེ་ང་ཚོས་ཧ་གོ་གོ་བཟློག་རྒྱ། དེ་འང་ཐུན་མོང་མ་ཡིན་པའི་ཁྱད་ཆོས་རེད་བྱ་གཙང་མ་ཞོར་ཅིག་དེ་ང་ཚོའི་བུ་རྒྱུད་ནང་བསྟན་གྱི་མཚན་ཉིད་རིག་པའི་གི་ང་ཚོའི་གི་ད་དྲུག་བདུན་ལས་བྱུང་བྱ་བའི་ཁྱད་ཆོས་ཅིག་རེད་བཟློག་རྒྱ། དེ་སུས་བསྡུས་ག་ལ། ད། བཀྲས་པ་ཟིན་ངས་གོ་འདི་རེད་ཟེར་གླེང་བ་རེད་ཀྱེ་བསྟན་པ། བཀྲས་པ་ཟེར་ལུགས་དེ་གོ་ལ་གོ་རགས་པའི་ཐོག་ནས་གནས་པ་ཡིན་པ་ཡིན་ན། ཨ་ནི་ཟང་ཟིང་གི་སྦྱིན་པ་ཡིན་པས་ན་ཨ་ནི་ཟང་ཟིང་གི་རྒྱུ་ནོར་ལོངས་སྤྱོད་ལ་སོགས་པ་གཞན་ལ་སྤྲད་པ་གཞན་ལ་སྟེར་བར་བྱེད། ད་ཆོས་ཀྱི་སྦྱིན་པ་འདྲ་བ་ཡིན་པ་ཡིན་ན་ཆོས་དེ་གཞན་ལ་ཤེས་པའི་གནས་སྐབས་སུ་གཞན་ལ་སྦྱིན་པའམ་སྤྲད་པ་ལྟ་བུ་བྱ་དགོས་བར་དེ་བྱེད། ད་འདི་ངས་ཚིག་གི་གོ་བ་རགས་པ་དེ་བྱེད། ད་ངས་མཐོང་ཡོད་མ་རེད་དེ་ང་རང་གོ་ཚོད་བྱས་པ་ཡིན་ན་དེ་ལས་གཏིང་ཟབ་བྱས་ནས་སྦྱིན་པ་སྤྲད་པ་ཟད་དེ་དེ་ལས་གཏིང་ཟབ་ཏུ་འགྲོ་བ་ཡིན་པ་ཡིན་ན་སྤྲད་པ་ཟད་དེ་གཞན་ལ

ཆོས་ཀྱི་སྦྱིན་པ་གཅིག་གིས་གཙོ་བོ་དེ། གང་སྦྱིན་པ་སྦྱིན་སའི་གི་ཡུལ་གྱི་གང་ཟག་དེ་གིས་གང་ཤོར་བ་རེ་ད། སེམས་ཀྱི་སྡུག་བསྔལ་དེ་བསལ་ནས་སེམས་ལ་བདེ་བ་སྦྱིན་པར་བྱེད་པ། དེ་ནས་ཟིན་ན་གོ་བ་སྐྱེ་བ་ཡིན་ན་ཡང་གོ་བ་ཡང་གཅིག། ཟོག་པོ་རེ་ཆེ་ལེགས་འདུག་ག་རེད་ཟེར་ན་རྒྱན་དེ་ལེགས་འདུག་གང་ཟེར་ན་ང་ཚོས་བྱམས་པའི་སྦྱིན་པ་ཟེར་ནས་ཤེས་ཀྱི་རེད་མ་གཏོགས་སྙིང་རྗེའི་སྦྱིན་པ་ཟེར་ནས་ཤེས་ཀྱི་མ་རེད་བ། དེ་གནད་འགག་ག་རེ་བྱེད། བྱམས་པ་ཟེར་དུས་ཁོ་ལ། ཕི་རྒྱལ་ལ་བདེ་བ་བསྐྲན་དུས་བདེ་བ་ཕྲན་དུས་ཀྱི་བློ་སྐྱེ་རོགས། དེ་ཡིན་དུས་ཀ་ལ་སྦྱིན་པ་ཟེར་ཚིག་དེ་དང་འབྲེལ་བའི་སྒོ་ནས་ང་ཚོས་བྱམས་པའི་སྦྱིན་པ་ཟེར་ལེགས་དགོས་རུང་སྙིང་རྗེའི་སྦྱིན་པ་ཟེར་ལེགས་མི་འདུག་འདི་གནད་འགག་ཅིག་འོ་དེ་འདྲའི་སྒྲ་བརྗོད་གནད་འགག་སྒྲ་བརྗོད་རེད་བཞག་དེ་ནས་ཀྱེ་ངས་ད་ནི་དེ་དག་ནང་གསལ་ཏེ། དེ་རྒྱ་ནག་གི་ད་ལྟ་སྔར་གྱི་ད་ལོ་ཙཱ་བ་ཚོ་གིས་བོད་ལ་མ་ལྟ་བའི་སྔོན་ནས་རྒྱ་ནག་ལ་དག་ཚར་རོ་ན་འགྱོད་དེ་དེ་ཡིན་དུས་ཀ་ལ་ཁོ་ཚོས་བསྒྱུར་སྟངས་འདི་ན་བློ་ལ་སྤུ་སེ་སེ་བྱོས་རེད་སྤུ་སེ་སེ་ཚིག་དེ་གི་གོ་དོན་འདི་ལ་གཉིས་ལེགས་འདུག་གཅིག་དེ་སྤྲད་པ། ང་ཚོས་བོད་སྐད་ནང་ཤེས་ཚིག་ནས་བྱིན་པ། གཉིས་པ་དེ་སྤངས་པ། སྤྲད་པ་དང་སྤངས་པའི་དོན་གཉིས་ཀ་སླད་དུས་ག་ལ་སྤྲད་པ་ཟེར་དུས་ག་ལ་རང་གི་བདེ་སྐྱིད་ལོག་པ་ནང་བཞིན་བྱས་ནས་གཅིག་གི་དངོས་པོ་གང་བཞིན་གཞན་ལ་སྤྲད་པ་ཡང་ན་གཞན་ལ་བདེ་བ་སྤྲད་པ་དེ་བྱས་ནས་ཨ་ནི། འདི་དེ་ག་རེ་གསུང་བ་རེད་ཨོ། ག་སོགས་པ་རེད་མ་སྤངས་པ་དེ་ག་རེ་ཡོད་རེད་ཟེར་ན་སེར་སྣ་མ་སྤངས་པ་རེད་བ། ང་ཚོའི་གི་སྦྱིན་པའི་གི་དམིགས་ཡུལ་གཙོ་བོ་དེ་སེར་སྣའི་གི་དྲི་བ་བྱང་ཡེ་རེད་བ་དེ་ཡིན་དུས་ག་རེ་སེར་སྣ་མ་སྤངས་པ་དེ་སུས་ལྟོས་བཅས་རམ་ཆེ་གི་ད་དེ་གསུངས་པ་ནང་བཞིན་བྱས་ནས་སྦྱིན་ག་ས་སྦྱིན་པར་འགྲོ་བའི་རེ་སྐོང་ཡིད་བཞིན་ནོར་སེར་སྣའི་འདུས་པ་གཅོད་པའི་མཚོན་ཆ་ཆོག་ཟེར་དེ་ངས་སྦྱིན་པའི་དགོས་པ་དེ་ཡིན་དུ་དྲིན་གོར་དག

དེ་ནས་སྦྱིན་པ་ཟེར་བ་དེ་ངོ་བོ་དེ་འདྲས་ཀྱི་ངོ་བོ་ཟད་འོང་དུས་ད་སྦྱིན་པ་དེ་ལ་དབྱེ་བ་འདྲ་བོ་ཅིག་ཟད་ཀྱི་མ་རེད་ད་ངེད་ཚོ་སྦྱིན་པ་གཏོང་ཡོང་དུས་ཡོང་གི་སྦྱིན་པ་གཏོང་ཐོང་གི་སྟེང་ནས་རྣམ་པ་མ་འདྲ་བ་མང་པོ་ཅིག་ཡོང་དེ་བས་ཀྱི་སྟེང་ནས་སྦྱིན་པའི་ཀྱི་ཤེས་བ་ལག་ཡོད་ར་ད་སྦྱིན་པ་དེ་ལ་ག་ང་གཅིག་པ་ཡིན་དགོས་ཀྱི་མ་རེད་སོ་སོའི་ཀྱི་ནུས་ཚུགས་དཔག་ཚུགས་ལ་དཔག་པའི་ཀྱི་སོ་སོ་ལ་གར་ཡོད་བ་དེ་གཏོང་ཆོག་གི་རེད་ཟེར་ཡག་འདྲ་བོ་ཅིག་ཡོད་ར་དེ་ཤེས་པའི་ཀྱི་སྟེང་ནས་ག་འདྲས་འདྲ་བོ་ཅིག་བཞག་རེད། ད་ནས་ཀྱི་ང་ཚོས་རྒྱན་འདི་སྐམ། དྲི་བ་འདི་གནད་འགག་ཆེ་རེད་བཞག་ང་ཚོ་ནམ་རྒྱུན་སྦྱིན་པ་རྫོགས་པ་སྦྱིན་པ་བཏང་ཟེར་དུས་ག་ལ་ད་ང་ལ་རྒྱུ་ནོར་ལོངས་སྤྱོད་མཁས་མེད་ད་ང་ལ་སྦྱིན་པ་རྫོགས་ཡས་རེ་བ་གས་མི་འདུག་བསམ་ས་རེད་རོ། ད་ང་ལ་སྦྱིན་པ་བཏང་གས་མི་འདུག་བསམ་ས་ང་ལ་སྦྱིན་པའི་ཐོག་ནས་ད་བསོད་ནམས་བསགས་གས་མི་འདུག་བསམ་ས་འདི་དྲིན་གོས་ཨོ་རེད་པ་མི་ཁ་ཤས་དྲིན་གོས་རེད་པ་ང་ཚོ་མང་ཆེ། དེ་ཟེར་དུས་སྦྱིན་པ་རྫོགས་མ་རྫོགས་ཟེར་དེ་ག་རེད་ཟེར་ན་སྦྱིན་པ་སྟོང་སྦྱིན་པ་ཟེར་དུས་གཙོ་བོ་དེ་སྟོང་ཟེར་རེད་དོ། གཙོ་བོ་དེ་སྟོང་གསལ་ཀུན་སློང་དེ་བྱེད། དེས་ཀུན་ན་སྣང་བའི་ལུས་ངག་གི་ལས་དེ་བྱེད། ལུས་ངག་གི་ལས་སུ་དེ་བརྒྱན་ད་དེ། ང་ཚོའི་གི་བྱེད་རམ་བྱེད་ཀྱི་ལམ་ཁྲིད་ཀྱི་ནང་ལོགས་ལ། བྱིན་པ་གཏོང་བཞིན་པའི་གནས་འགོག་ཡོད་ལུས་ངག་གི་ནི་བྱ། ལུས་ངག་གི་བྱ་བའི་གནས་འགོག་སུ་མངོན་དུ་གྱུར་པའི་གི་སྲིད་འབྱོར་སེམས་དཔའ་བྱེད་ལ། ནི། ཟེར་གི་རེད་གསུངས་པ་རེད་དེ་ཡིན་དུས་ག་ལ། བྱང་སའི་གཞུང་གཞི་བཞག་བྱས་པ་ཡིན་ན་བྱིན་པ་ཟེར་དེ་ལ་ངེས་པར་དུ་སྲིད་འབྱོར་སེམས་དཔའ་བྱེད་ཉིད་གོ་བར་བྱས། ཡིན་ན་ཡང་ངས་བསམ་ཚུལ་བྱས་པ་ཡིན་ན་དཔེར་ན་བྱེ་བྲག་སྨྲ་བ་དང་ད་དེ་ཐན་སྐྱོ་བའི་རང་གི་ལུས་བྱས་ན་ལུས་ངག་གི་ལས་ལ་གཟུགས་ཅན་བཞག་རོགས། རེད་བ། ཨ་ནི། ལུས་ཀྱི་རྣམ་པ་རེ་གཅིག་གིས་དང་ངང་གི་རྣམ་པ་རེ་གཅིག་དེ། ལུས་ངག་གི་ལས་ཀྱིས་དེ་ནི་གོ་ལུས་ངག་གི་ལས་དེ། ལུས་ཀྱི་རྣམ་པ་རེ་གཅིག་དང་ངག་གི་རྣམ་པ་རེ་གཅིག་ལ་བཞག་པ་ཡིན་དུས་དེ་ལ་བཞག་པ་ཡིན་པ་ཡིན་ན་སྦྱིན་པ་དེ་ལ་ཡང་དེ་ལས་ཆོག་གི་འདུག་ག་སོགས་པར་གཟུགས་ཅན་ལས་ཆོག་གི་འདུག། ཡིན་ན་ཡང་ད་ལྟའི་རྗེས་རིམ་ཆེན་གྱི་ལམ་རིས་ཆེན་མོའི་ནང་ལོགས་ལ་བྱ་ཡ་དེ་གཙོ་བོ་སྦྱང་ས་དང་ཞི་བྱ་བཅས་པ་ཡིན་པ་ཡིན་ན། དེ་ནི་སེམས་བྱུང། ག་ས་སེམས་པ་ཅན་གྱི་གོ་བ་ཆད། འོ་དེ་འདྲའི་རེད་ཤག། དེ་ཡིན་དུས་ད་ད་འདི་རྒྱན་གྱི་བྱིན་པ་ཚོ་ག་འདྲས་བྱས་ནས་ད་གའི་ཆོས་ཤིག་དང་ག་རེ་སོང་ཀུན་སློང་ཡིན་པ་ཡིན་དུས་ཁག་ལ། ཨ་ནི། བྱིན་པ་རྫོགས་མ་རྫོགས་ཟེར་དེ་བྱིན་པའི་ཡུལ་དེ་ལ་བྱིན་པ་བྱས་ནས་བྱིན་པའི་གི་སྣོད་ཡི་གི་ཡུལ་དེ་གས་ཐམས་ཅད་གི་ཡིད་ཚིམ་པར་བྱས་པས་ན་བྱས་པ་ན་བྱིན་པ་རྫོགས་པ་ཟེར་དེ་མ་རེད་གསུང་རོ་རོ་བ་ཡིན། ད་བྱིན་པ་རྫོགས་མ་རྫོགས་དེ་ག་འདྲས་རེད་ཟེར་ན་ལྟུང་བའི་སེམས་པའི་གི་གོམས་འདྲིས་དེ་རྫོགས་བ། ལྟོ་བའི་སེམས་དཔས་ཀྱི་སྟོང་གཟུགས་ཀྱིས་བསྒོམས་ནས་སྟོང་གཟུགས་དེ་བསྒོམ་པ་མཐར་ཕྱིན་དུས་ག་ལ་སྟོང་གཟུགས་ཀྱིས་བསྒོམ་པ་དེ་རྫོགས་པའི་གནས་སྐབས་སུ་སྦྱིན་པ་རྫོགས། དེའི་དུས་ག་ལ་སྦྱིན་པ་ལ་ང་ཚོས་སྒོར་མོ་གཅིག་གཉིས་ཡིན་པ་སྦྱིན་པ་ཡིན་པ་ཡིན་ན་རིམ་པ་རིམ་པ་རིམ་པ་རིམ་པས་བྱས་ཅི་མ་བྱིན་བྱས་ནས་སྟོང་གཟུགས་དེ་ཡང་བསྒོམ་པའི་དང་ཅི་མ་རྫོགས་ཡོད་ཀྱི་རིམ་པ་ཅིག་ཡོང་གི་འདུག་བ། དེ་སུས་ཐོས་ང་དེ་དྲན་གི་འདུག་གས། ག་སོགས་རེད། ང་ཚོས་དཔེར་ན་ང་ཚོའི་ལྟ་ནམ་རྒྱུན་སེར་སྣ་ཆེན་པོ་རེ་ཡོད་པ་ཡིན་ན་སྤང་མགོ་ལ་སྒོར་མོ་གཅིག་གཉིས་སྤྲད་ལས་སེར་སྣ་ཆེན་པོ་ཡོད་ངེས་ཅིག་ཡིན་པ་ཡིན་ན་ད་དམ་པ་ལས་མགོ་བཙུགས་བྱས་གཅིག་གཉིས་ག་ལི་སྒོར་མོ་གཅིག་གཉིས་འགྲོ་བ་སྤྲད་བྱས་ག་ལི་ག་ལི་ག་ལི་ག་ལི་ཁ་སོ་བོར་ལྟ་གོམ་འདྲིས་སྤྲད་བྱས་དེ་ནས་ཨོ་ཟེར་ར་བས་སྒོར་མོ་གཅིག་གཉིས་སྤྲད་ལ་སེར་འབྲས་མེར་སྒྱོགས་རེ་ཆགས་སོང་ན་སྒོར་མོ་ལྔ་ཟེར་སྤྲད་འགྲོ་བྱས་དེ་ནས་སེར་འབྲས་སྒོར་མོ་བརྒྱ་ཟེར་སྤྲད་རིམ་པས་རིམ་པས་བྱེད་དུས་ག་ལ་བྱེད་ལ་གོམས་གོམས་གོམས་ནས་ཨ་ནུ་སྒོར་མོ་བརྒྱ་ཟེར་སྤྲད་ལས་ཨ་ནུ་སེམས་ན་ལུས་ལ་སེར་སྣ་མེད་པ་འདི་འདྲའི་འགྲོ་བྱེད་ལས་ཡིན་དུས་ག་ལ་ཁོ་ཇིམ་པའི

སེར་སྣའི་གི་དྲི་མ་རྫོགས་པར་སྤངས་པ་མ་ཟད་དེ་ནས་ལྟོ་བའི་སེམས་དཔའ་ཀོ་ཡ་གོམ་བེ་དུ་ཡ། མཐར་ཕྱིན་པ་ཡོན་གོའུ་རེས་འདི་གསུངས་སོ། དེ་ཅི་ཡང་དེ་ནས་དང་རྒྱན་གྱི་སྦྱིན་པའི་དབྱེ་བ་འདི་གསུངས་སོ། སྦྱིན་པའི་དབྱེ་བ་འདི་རྒྱན་ང་ཚོས་ནམ་རྒྱུན། སྦྱིན་པའི་དབྱེ་བ་ལ་གཉིས་གསུམ་བཞི་ད་མང་བོ་དབྱེ་ཡོད་རུང་ད་གལ་ཆེ་བ་འདི་ནམ་རྒྱུན་སྦྱིན་པའི་དབྱེ་བ་གཉིས་ཇི་སྡུད་པ་ལ་ཆོས་ཀྱི་ཟང་ཟིང་གི་སྦྱིན་པ་དང་ཆོས་ཀྱི་སྦྱིན་པ་ཟེར་ནས་གཉིས་ཅེས་གསུངས་སོ། ད་དེ་སུས་ལྟོས་ག་ལ་ཟ་ཟིང་བྱིས་མ་དེ་དང་སྨྱོ་འདྲ་མེད་པ་བྱས་དང་དེ་གྱེན་ང་ཚོ་བཀའ་མོལ་བྱུང་བ་ནང་བཞིན་བྱས་ནས་ལུས་ལོ་ག་ས། ཟས་གོས་གནས་མལ་ལོངས་སྤྱོད་དང་བཅས་པ་བཏང་ཡས་དེ་ཟ་ཟིང་བྱིས་མ་དེ་བྱས། ད་དེ་ནས་ཟ་ཟིང་བྱིས་མ་དེ་གི་གོས་པ་དེ་ག་རེད་ཟེར་ན་གང་བྱིས་མ་བཏང་སའི་ཡུལ་དེ་གི་ལུས་ཀྱི་སྡུག་བསྔལ་དེ་བསལ་ནས་ལུས་ལ་བདེ་བ་སྦྱིན་པ་བྱས་པ་བྱས། ད་དེ་ནས་ཆོས་ཀྱི་བྱིས་མ་དེ་གི་ད་དེ་ནས་གཉིས་པ་དེ་ཆོས་ཀྱི་སྦྱིན་པ་དེ་རོ། ད་ཆོས་ཀྱི་སྦྱིན་པ་ཟེར་དུས་ཀྱི་ང་ཚོ་མང་ཆོས་ང་ཚོའི་བསམ་ཚུལ་དེའོ་ར་ཆོས་ཀྱི་སྦྱིན་པ་སྦྱིན་ཟེར་དུས་ཀ་ཞོར་དུ་ཐོ་བོ་ཅན་ག་ད་ཆོས་བཤད་སྤྱི་བོ་ཅིག་བསམ་བློ་བཏང་སྟེའོ་ངས་ཟེར་ན་དེ་རེད་མི་འདུག་དྲིང་དུ་ཁྱེད་འདི་གནད་འགག་ཅིག་འདུག་གནད་འགག་དེ་གར་གཏོགས་ཟེར་ན། ཆོས་ཀྱི་སྦྱིན་པ་ང་ཚོའི་སྤྱི་ཚོགས་ནང་བློ་ལ་མ་བསླེབས་སོང་ན་དཔེར་ན་སློབ་གྲྭ་ཁག་གི་དགེ་རྒན་ཚོ་ཡོད་རེད་བ་སློབ་གྲྭ་ཁག་གི་དགེ་རྒན་དེ་འདྲས་ཡིན་པ་ན་ལྷ་བསང་རྣམ་དག་གི་ཐོག་ནས་སློབ་ཕྲུག་ལ་སློབ་གསོ་ཡག་ག་སོགས་རེད་ད་ཡང་དག་པའི་སློབ་གསོ་སྤྲད་ཆོག་རེད་བ། སྤུ་རྒོད་ཀྱི་སྤྱོད་པ་ངན་པ་བསམ་བློ་བཏང་སྟབས་ལོག་པ་འདི་གའི་བསྒྱུར་བཅོས་བཏང་བྱས་ནས་སྤུ་རྒོད་ལ་སློབ་གསོ་སྤྲད་དགེ། ཨ་ནི་བྱིན་གྱིས་བརྒྱད་འདྲེས་དགེ་རྒན་གྱི་སློབ་གསོ་སྤྲད་རིམ་པ་འབྱོར་བ་དེ་ཆོས་ཀྱི་བྱིན་པ་རེད་ཤ་འདྲེན་ཁོར་ལྟ་ངན་ནམ་རྒྱུན་ང་ཚོས་ཆོས་ཀྱི་བྱིན་པ་ཟེར་དུས་ཞུགས་འབྲས་ཅི་གང་དད་ཅེས་ཆོས་བཤད་སྤྱི་བོར་བསམ་ལོ་འདི་མ་ཡིན་པ་བྱས་དགེ་ཆོས་ཤོས་དེ་ཆོས་ཀྱི་བྱིན་པ་དེ་དེ་ཡིན་དུས་ག་ལ་ཤུལ་ཡོད་སློབ་གསོའི་གི་རིམ་པ་གང་ཡིན་པ་དེ་གཞན་ལ་ཕན་པའི་བསམ་པས་ཀྱི་ཤེས་ཡོན་སློབ་གསོའི་གྲས་གང་ཡིན་པ་དེ་ཆོས་ཀྱི་སྦྱིན་པའི་ནང་བསྒྲུབ་དགོས་འདུག་སྤྱི་ཚོགས་ནང་ལོ་ཆ་བཞག་ཡོད་ན་རེ་བ་རྒྱན། དེ་ཡིན་དུས་ང་ཚོས་དཔེར་ན་སྤྱི་ཚོགས་ནང་གཉིད་ལ་རེ་བ་རྒྱན་ག་ས་རུ་ཤེས་ཡོན་གྱི་སློབ་གསོའི་གི་ཐོག་ལ་རོགས་པ་བྱེད་ཅིག་དང་ཨ་ནི། ཤེས་ཡོན་སློབ་གསོ་སྤྲད་པའི་གནས་སྐོར་བུ་ཡིན་དེ་ལ་ད་ཅིག་གི་མཐུན་རྐྱེན་གྱི་ཐོག་ནས་རོགས་པ་བྱེད་གཉིད་ལས་དགོས་རེ་བ། དེ་ཡིན་དུས་ག་ལ་མཐུན་རྐྱེན་ཐོག་ནས་རོགས་པ་བྱེད་དེ་གཞན་ལ་རོགས་པ་བྱེད་དེ་ཟང་ཟིང་གི་སྦྱིན་པ་དེ་བྱེད། མཐུན་རྐྱེན་གྱི་ཐོག་ནས་རོགས་པ་དེ་ཡོད་པའི་སྟེང་ལ་ཨ་ནི་ཤེས་ཡོན་སློབ་གསོའི་ཐོག་ལ་རོགས་རམ་བྱས་ཆོག་རོགས་དེ་ཆོས་ཀྱི་སྦྱིན་པ་དེ་རེད་ཤག། དེ་བཟོས་ཏེ་ང་ཚོས་ཟང་ཟིང་གི་སྦྱིན་པ་དང་ཆོས་ཀྱི་སྦྱིན་པ་གཉིས་ཀྱི་ནང་ནས་གལ་ཆེ་བ་དེ་ཆོས་ཀྱི་སྦྱིན་པ་དེ་རེད་ཟེར་གི་ཡོད་རེད། དེ་ནང་བཞིན་ང་ཚོའི་སྤྱི་ཚོགས་ཀྱི་ནང་ལོགས་ལ་གཞན་ལ་རོགས་པ་བྱེད་དུས་ཀ་ལ་རྒྱུ་ནོར་ལོངས་སྤྱོད་ཀྱི་ཐོག་ནས་རོགས་པ་བྱེད་གཅིག་དང་ཤེས་ཡོན་སློབ་གསོ་དེ་ནས་རོགས་པ་བྱེད་གཉིས་ཡོད་རེད་དེ་དེ་གཉིས་ཀྱི་ནང་ནས་གལ་ཆེ་བ་དེ་ག་རེད་བསམ་ཤེས་ཡོན་སློབ་གསོ་དེ་རེད། ཡིན་ན་ཡང་ངས་འདི་དྲན་དགོས་རེད་ཀྱི་ཟང་ཟིང་གི་སྦྱིན་པ་དེ་ཡང་གལ་ཆེན་པོ་རེད་ཤག་དེ་ང་ཚོས་དཔེར་ན་མི་ཞིག་ནག་དལ་བའི་ཡོད་པ་ཡིན་ན་ཟུག་ཆག་སྨན་འཚོས་གྲབས་དེ་ཟང་ཟིང་གི་སྦྱིན་པ་དེ་རེད་ཤག་ཟེར་རོགས་ཀྱི། དཔེར་ན། མི་ཞིག་ནག་བསྡད་ཡོད་པ་ཡིན་ན། ད་ཁོ་ལ་ཤ་གཅོད་ཅིག་བསྒུགས་ཡོད་པ་ཡིན་ན་རོགས་ཁྱོད་ཀྱི་སྦྱིན་པ་དེ་ཤ་གཅོད་བྱས་ཚོད་འགྲོ་དེ་ནས་རྩ་བ་ནས་མེད་པ་བཟོས་ཏེ་བྱ་ཞིག་རོགས། ད། བི་མའི་རྒྱ་ཡ་འདྲ་བོ་དེ་ཡང་ན་ཟུར་ཆག་སྨན་འདྲ་བོ་དེ་ཟང་ཟིང་གི་སྦྱིན་པ་དེ་ཡིན་པ་ཆགས་བྱུང། ཡིན་ནའང་ཁོ་ལ་ཤ་གཅོད་བྱས་པ་ལ་དངོས་དང་བི་མས་མ་འགྱོ་ན་ཤ་གཅོད་བྱེད་ཐོ་ཡོ་ག་ར་ཡོ་ག་མ་ར་བ་དང་ཨ་ར་ཏིང་མ་ར་བ། དེ་འདྲས་ཅིག་ད་ག་ནང་བཞིན་གྱི་ཨ་ནི་མི་དེ། ཉིན་རེ་ཉིན་རེ་ཁོ་རང་ཟས་གོས་བདེ་སྨོན་གྱི་དེང་གི་མཐུན་རྐྱེན་དེ་འཛོམས་པོ་མེད་པ་ཡིན་པ་ཡིན་ན། ཁོ་ལ་ཤེས་ཡོན་སློབ་གསོ་སྤྲད་དང་ཆོས་ཉམས་ལེན་བྱས་ཟེར་དེ་མཐུན་རྐྱེན་དེ་ཉོ་ཡ་ཡོད་མ་རེད་པ། དེ་ཡིན་དུས་ག་ལ་ཆོས་ཀྱི་ཟང་ཟིང་གི་སྦྱིན་པ་དེ་སྤྱི་ཚོགས་ནང་གི་གཞི་རྩའི་གི་དེ་དེ་ཆད། ཨ་དེའི་གང་ལ་ཨ་ནི་གཙོ་བོ་བཟུང་ཡ་དེ་ཤེས་ཡོན་སློབ་གསོ་ནང་བྱོན་ནས་ཤེས་པ་ཡིན་པ་ཡིན་ན་ང་ཚོའི་ཆོས་ཀྱི་སྦྱིན་པ་ཟད་ཕྱིར་རོ། ད་ཐོས་བསམ་ཁོ་ཚུགས་ཀྱི་སྙམ་ནས་སོ་སོའི་བྱས་ནས་གཤེན་ལ་བཤད་དེ་དེ་ལེགས་འགྲོ་བ་བརྒྱད། འོ་འདི་རེ་བྱ་ཀྱེན་ད་དབྱེ་བ་གཉིས་འདི་བྱེད་ད་དེ་ནས་དབྱེ་བ་གསུམ་འདི་བྱེད་དུས་ག་ལ་ཀྱེན་ན་འདིའོ་དེ་དེའི་གང་ལ་གར་སྐྱེ་དགོས་རེད་ཟེར་ན་ང་ཚོས་དེ་སྐྱེ་དགོས་རོ་ཀྱེན་མི་འཇིགས་པའི་སྦྱིན་པ་རོ་ཀྱེན་དེ་གཅིག་བ་རེ་བྱ་ཀྱེན་རྒྱ་རྒྱུད་ནང་བསྟན་ནང་ཀློ་ལ་ཉན་ཁ་སང་དུ་བ་ང་ཚོ་གྲོང་ལས་བྱེད་དུས་རྒྱ་རྒྱུད་ནང་བསྟན་ཀློ་ལ་ཡོངས་གྲགས་ཀྱི་སྦྱིན་པ་གསུམ་ཟེར་ཏེ་ད་ག་རང་གཅིག་པ་བཤད་ཀྱི་འདུག་ཟང་ཟིང་གི་སྦྱིན་པ་ཆོས་ཀྱི་སྦྱིན་པ་མི་འཇིགས་པའི་སྦྱིན་པ་ཟེར། ད་ང་ཚོས་ནམ་རྒྱུན་མི་བྱེད་པའི་སྦྱིན་པ་སུས་མི་བྱེད་པ་སོགས་སྦྱིན་པ་ཟེར་གི་བ་དེ་ཡིན་ན་ཡང་སོགས་ཅིག་པོ་རེད་མ་རེད་མི་འདུག་བ་ཁྱེད། མི་བྱེད་པ་བྱེད་དེ་སོགས་སྐྱོ་པོ་ཅིག་པོ་མ་ཡིན་པ་བྱེད། ད་ང་ཚོས་མི་བྱེད་པ་ཟེར་འདུག་ག་ལ། མི་དང་མི་མ་གཉིས་དང། ཨ་ནེ་འབྱུང་བོ་དེ་དག་གི་གནོད་པ་ལས་སྐྱོ་པོ་བྱེད་པ་དེ་དག་གི་འཇིགས་པ་ལས་སྐྱོ་པོ་བྱེད་པ་དེ་ལ་ཨ་ནེ་མི་བྱེད་པའི་སྦྱིན་པ་ཟེར་གི་བ་རེད་བ། ད་དེ་ཡིས་ང་ཚོའི་འཚོ་བའི་ན་ལོ་ལ་མང་འགྲོ་སོང་ན་སྤྱི་ཚོགས་ན་ལོ་ལ་སྙན་མ་བྱ་ནས་བཤད་སོང་ན་དེ་ག་ལ་ལོ་བ་སོང་ན་དཔེར་ན། དགེ་རྒན་གཅིག་གིས་སློབ་ཕྲུག་པོ་ལ་སློབ་གསོ་སྤྲད་པའི་སྐོབས་ལ་སྤུ་བོ་དེ་ལ། ཕལ་ཆེར་སློབ་ཕྲུག་གཅིག་གིས་གཅིག་གི་ཐོབ་ཚོད་སྤྲད་ནས་འཇིགས་སྣང་སྤྲད་ཡ་ཅིག། མི་གཞན་གྱིས་སྙོབ་ཆོས་སྤྲད་ནས་ཁོ་ལ་འཇིགས་སྣང་གི་དཀའ་ངལ་ཡོད་པ་དེ་འདྲས། ཡང་ན་ད་ག་ནང་བཞིན་གྱི་བདེ་སྲང་གཅིག་གིས་སྤྱི་ཚོགས་ཀྱི་ནང་ལོགས་ལ་མི་དབང་ཆེ་བ་དུ་ཚོད་ཀྱི་དབང་ཆུང་བ་ལ་ཐོབ་ཚོད་བཤད་ནས་ཁོ་ལ་འཇིགས་སྣང་བཀོད་སྤྲད་ཡ་ཅིག་དེ་འདྲས་ཡོང་གི་རོ་བ། དེ་འདྲས་ཀྱི་འཇིགས་སྣང་དེ་གས་ཁོ་ལ་རོགས་པ་བྱས་རྗེས་དེ་འདྲས་ཀྱི་འཇིགས་པ་དེ་གས་ལས་ཕ་དཀའ་ངལ་འདི་དག་ལས་སེལ་ཐོབ་བྱས་ཏེ་ང་ཚོའི་དཔེ་ཆའི་ནང་ལ་བཤད་ཀྱི་ཆུ། མི་བྱེད་པའི་བྱིན་པ་ཟེར་ཏེ་འོ་དེ་ལས་བྱ་བ་ཡིན་པ་ཡིན་ན་གནད་འགག་ཤོས་འདུག་ཟེར་རོ། དེ་ཡིན་དུས་ག་ལ། ཨ་ནི། ག་སོགས་རེ་ད་སྡོམ་རྒྱོགས་ནས་ཞུས་པ་ཡིན་པ་ཡིན་ན། ཆོས་ཀྱི་བྱིན་པ་དེ། ཨ་ནི་སྤྱི་ཚོགས་ལ་མ་བྱ་བ་ཡིན་ན་ཤེས་ཡོན་སློབ་གསོ་དང་འབྲེལ་བའི་དགེ་ཞེན་ལ་རོགས་རམ་བྱས་ཏེ་བྱས། ཟ་ཟིང་གི་བྱིས་པ་དེ་ཤེས་ཡོན་སློབ་གསོ་བྱེད་པ་ལ་དེ་ལ་མཐུན་རྐྱེན་གྱི་དགོས་མཁོ་ཡོད་རེད་པ་དེ་འདྲ་བའི་མཐུན་རྐྱེན་བྱ་ཡས་ཀྱི་རིམ་པ་དེ་གས་ལ་ཟ་ཟིང་གི་བྱིས་པ་དེ་བྱས་དེ་འདྲས་ཀྱི་ཆ་རྐྱེན་མཚོན་པའི་འོག་ལ་ཡང་མི་གཞན་གྱི་ནུས་ཤུགས་ཀྱི་དཀའ་ངལ་འཕྲད་པའི་སྐོབས་ལ་ཨ་དེ་འདྲས་ཀྱི་དཀའ་ངལ་སེལ་དོགས་ཀྱི་རིམ་པ་དེ་ལ་མི་བྱེད་པའི་བྱིས་པ་ཟེར་ནས་དེ་གསུམ་བསྣན་པ་བྱ་བ་ཡིན་པ་ཡིན་ན་གཉིས་བྱ་ཞོར་ཆགས་འདུག་པ་སྤྱི་ཚོགས་ནང་ལོགས་ལ་མ་ང་ཚོའི་ནམ་རྒྱུན་དེ་དཔེ་ཆའི་ནང་ལོགས་འཚམས་པ་ལས་ཁྲག་སོགས་ལ་དང་གཞུང་ཆེན་པོ་སྤྱི་བོ་ལ་བྱ་བ་མ་ཡིན་པ་བྱེད་དེ་མ་ཚོགས་སྔགས་ནང་ལོགས་ལ་བྱ་ཞིང་ལོ། འདྲེ་བཤལ་རྒྱ་དང་ལག་ལེན་བྱེད་དགོས་ན་ག་འདྲས་བྱེད་དགོས་དོ་ཟེར་ན་དེ་འདྲས་སུ་ལེགས་དོ། དེ་ནས། ད་འདི་དེ་རྒྱན་གྱི་ཁྱིམ་གུར་བ་ག་ས་ཆོས་ཀྱི་སྦྱིན་པ་དེ་གཙོ་བོ་སྟེང་གི་དབང་དུ་བྱས་པ་ཡིན་ན་རྟེན་རོབ་ཆུང་བྱེད་ཟང་ཟིང་སྦྱིན་པ་དེ་གཙོ་བོ་སྟེང་གི་དབང་དུ་བྱས་ན་རྟེན་ཁྱིམ་པ་བྱེད། དེ་ནས་མི་བྱེད་པའི་སྦྱིན་པ་དེ་སྟན་གཉིས་ཀ་དབང་དུ་བྱས་ནས་གསུངས་པ་རེད། ད་འདི་ལ་ཡེ་ནས་ཁ་ཞེ་དོ། ཐ་སྙད་དང་པོ་དེ་ཆོས་ཀྱི་སྦྱིན་པ་དེ་སྟན་རོབ་བྱུང་དབང་དུ་བྱས་ནས་བཞག་པ་རེད་གསུངས་བས་དེ་ཁོ་གཙོ་ཆེར་དབང་དུ་བྱས་པ་ཆགས་ཡིན་ནའང་ད་དེ་སང་བྱས་པ་ཡིན་པ་ཡིན་ན་རྒྱ་བ་རོམ་ཆིག་གིས། ཅིས་ནས་དགེ་བཤེས་མ་གསར་བསྟོད་གནང་བ་རེད་ད་དུང་རྒྱ་བ་རོམ་ཆིག་ཐུགས་དགོངས་པ་ལ་བྱུང་བ་ཡིན་ན་ཁྱིམ་པའི་གི་དགེ་བཤེས་གོ་གུ་དུ་སུ་འགོ་བར་བ་ཐ་ཁྱིམ་པའི་ནང་ལོག་ནས་དགེ་བཤེས་ཐོན་གོ་གུ་དུ་དེ་སུ་འདུས་ག་ལ་ཆོས་ཀྱི་ཆོས་བཤད་ནས་མི་ལ་སློབ་གསོ་གཏང་ཡ་དེ་རོབ་ཆུང་ཆུ་བོའི་ལས་པ་མ་ཡིན་པ་ཁྱིམ་པའི་སྟེང་ལ་ཡང་ཡོད་བ་ཅིག་གོ་ཡ་ཡིན་པ་རེད་བ་དེ་དེ་གཙོ་ཆེ་བའི་དབང་དུ་བྱས་པ་རེད་བཟོ་རེད་བ་དེ་ཡིན་དུས་ག་ལ་རྒྱ་གོ་རིམ་བྱེད་ཀྱི་ཐུགས་ལ་ཁྱིམ་པའི་གི་དགེ་བཤེས་གོ་གུ་ཡོད་བ་ཡིན་ན་ཁྱིམ་པའི་སྟེང་ལ་ཡང་ཨ་ནི་ཆོས་ཀྱི་བྱིན་འབེབ་ཀྱི་ཉམས་ལེན་བྱེད་ཡ་དེ་ཡོད་པ་བཅས་བྱེད་དགོས་ཡིན་པ་གཅིག་དེ་གླེང་འདུག་དེ་ནས་ཟང་ཟིང་གི་བྱིན་པ་དེ་ཁྱིམ་པའི་སྟེང་ལ་བཞག་པ་རེད། རུ་མཐུན་སྟེང་ལ་བཞག་ཡོད་མ་རེད་ཟེར་ཏེ་འོ་ན་རུ་ཆུང་འདིས་ཟང་ཟིང་བྱིན་པ་བཅས་བྱེད་དགོས་ཀྱི་མ་རེད་ཟང་ཟིང་བྱིན་པ་སྤྲད་མཁན་དེ་ཁྱིམ་པ་ཁོ་ན་རེད་བས་ཟེར་ལོ་དྲི་བ་གཅིག་གླེང་གི་རོགས་གྱིས། དྲི་བ་གཅིག་གླེང་གི་རོགས་དེ་ཡང་གཙོ་ཆེའི་དབང་དུ་རེད་བཞག་གཙོ་ཆེ་བ་དང་ལྷག་པར་དུ་འདི་རེད་བཞག་གནད་འགག་དེ་ག་རེད་ཟེར་ན། རུ་ཆུང་གིས་ཟང་ཟིང་གི་བྱིན་པ་རུ་ཆུང་སྟེང་ལ་མ་བཞག་པ་དེ་ག་རེ་བྱས་རེད་ཟེར་ན་ཐོས་བསམ་དགོངས་གསུངས་ལ་གེགས་སུ་འགྱུར་བ་ལ་དོགས་ནས་རོ། ཐོས་བསམ་སྒོམ་གསུམ་པོ་བྱེད་དགོས་ལ་དགེ་བྱས་ནས་ནི་དེ་བཞག་ནས་ད་གང་ལྟར་རང་ཚོའི་གྲྭ་བ་ཅིག་ཡིན་པ་ཡིན་ན་སོ་སོ་ཐོས་བསམ་སྒོམ་གསུམ་སློབ་སྦྱོང་བྱས་ཏེ་བཞག་ནས་དཔལ་འབྱོར་འཚོ་ཁྲུས་བྱས་ནི་གཞན་ལ་ཟ་འཛིང་གི་སྦྱིན་པ་བྱས་ཆེད་དུ་ཡིན་པ་ཡིན་ན་དེ་ལོང་གི་མ་རེད། ཁོ་གཉིས་སྡོམ་པའི་སྐོབས་ལ་ཐོས་བསམ་སྒོམ་གསུམ་བྱས་ཏེ་གལ་ཆེ་བ་རེད། རེ་བ་ཀྱང་དེ་རེད་དོ། དེ་ཡིན་ཚེ་ཐོས་བསམ་སྒོམ་སོགས་ལ་བར་ཆད་དུ་འགྱུར་བས་ཀྱི་ཨེ་ནི་ཟང་ཟིང་སྦྱིན་པ་དེ་བྱེད་རུང་མ་རེད། དེ་མ་ཡིན་པར་ང་ཚོ་སྔོན་ད་དེ་སང་ང་ཚོའི་གྲྭ་བ་མང་ཆེ་བས་ན་བློ་ལ་འབག་གུ་ནང་དངུལ་ཉག་ཡུམ་མང་ཡུམ་མེད་འདོད་པ་ལ་ག་ལ་གང་ཚང་ཏིས་ཡོད་རེད་བ་དེ་ཡོད་པའི་སྐོར་ལ་ངེས་པར་དུ་དེ་ལྟ་བཏང་དགོས་དེ་དེ་ངེས་པར་དུ་རེད་གཅིག་པ་རེད་བཞག་རེད་དོ་གཅིག་པ་རེད་བཞག་ད་དེ་བཞག་ཡས་དེ་ཐོས་བསམ་སྒོམ་གསུམ་གྱི་གེགས་སུ་གྱུར་བས་ཀྱི་ཨེ་ནི་ཟང་ཟིང་སྦྱིན་པ་དེ་སུ་དེ་རྒྱལ་གནས་ཁ་ཞིག་ཏུ་ག་རེ་ཡོད་ཟེར་ན་འགའ་ཤས་ཡང་དཔེ་ཆ་དག་ཡང་དེ་བཞག་ནས་ཨ་ནི་བསྒྱུར་ར་བ་བསལ་དེ་བྱེད་དུས་ང་རང་ལས་འཚོ་བ་ཉུང་ཉུང་འདུག་ཀྱང་དེ་གནད་འགག་ག་འདུག་ཟེར་ན། ང་ཚོས་མི་ལ་གཞན་ལ་དཔེ་ཆ་ར་བ་ཁྲིད་དེ་བྱེད་དུས་ག་ལ། ད་ཕན་ཐོག་རེ་དེ་ག་འདྲས་ཉུང་གུ་ཡོད་ན་ས་མཚམས་མཚམས་ཐེ་ཚོམ་ཟ་གུ་འདུག་ཨ། མིག་མཐོང་ཡས་ཀྱི་ཡོག་མ་ར་བ། ད་རྒྱུ་ནོར་ལོངས་སྤྱོད་ཀྱི་ཐོག་ནས་དཔེར་ན་སྤུ་གུ་དང། ལྟ་གྲུབ་དེ་འདྲས་ཅིག་སྤུ་གུ་དཔལ་དུ་སྤང་ངོ་དེ་འདྲས་ཅིག་རུག་རུག་བཟོས་ནས་དེ་ལ་ཚུལ་འོག་མཐུན་རྐྱེན་བྱ་ནས་སྤུ་གུ་ཧྲ་ཧྲ་ཐག་ཐག་ཅིག་ཆགས་དུས་ག་ལ་སེམས་ན་ལོ་ལ་ཁོ་ཆུ་གྲུ་འདྲས་མིག་མཐོང་ཡང་ཡོད་ཀྱོར་གཏན་རེ་ཞིག་འདུག་ཨང་མཚམས་མཚམས་མོ་དེ་ང་རས་ནི་དེ་དྲན་འདུག་ཀྱང་མཚམས་ཟང་ཟིང་གིས་བྱིན་འབེབས་ཀྱི་ཕི་གི་ལ་ཕན་ཐོགས་ཆོད་དུས་ག་ལ་མིག་མཐོང་ཡང་ཡོད་ཀྱོར་ཅིག་ཆད། ལྟ་འདི་ང་ཚོའི་ནོར་འཁྲུལ་རེད་མ་གཏོགས་པའི་ང་ཚོ་ད་ཐ་ཡ་དེ་ཐ་མལ་བས་ཀྱི་ཕྱིའི་གི་རྣམ་པ་སྐྱིད་པོ་ཡིན་དུས་ག་ལ་ཏན་ཏན་ཡོང་གི་རུ་བ་ཀྱང་དེ་འདྲས་ཡིན་དུས་ག་ལ་མཚམས་མཚམས་ཀྱང་ཐོས་བསམ་སྒོམ་གསུམ་དེ་བཞག་ནས་ཕི་གས་བྱས་པ་ཡིན་ན

མགོ་སྐྱེས་དེ་ལ་ཟུག་བྱ་ཡིས་འགོག་རེས་སུ་འགྲོགས་མཐོང་འདྲ། ཨ་མདའ་ན་གྱོང་ས་དེ་ཤེས་དེ་ཡ་ད་ངས་ཁྱེད་ཡོང་ན་ཕ་ཁྱེར་ར། སེམས་ཙམ་མ་ད། རོང་རྒྱུད་པ་ད་དེ་ཚོ་གས་བཟུང་བས་སེམས་པ་དེ། ཚོ་ཁྲེམ་སེ་ལབ་རོགས་དེ་ནོ་ཞིག་གྱིས་མ་ལ་འགྲོགས་ཐོག་དེ་ཁོ་རོགས་ཚོ། འགྲོ་འོད་ཀྱིས་དྲིས་ཨ་མདའ་གེ་ཤེས་ལ་ཡི་ད་ན། བཟུང་ཡ་ག་རེ་ཡོད་བ་ཡིན་ན་སྐར་མ་སྐྱེས་གི་ནོར་ལོངས་ལ། འཇུག་ཐོག་གི་ནོར་རོགས་ཀྱིས་དུས་ཚུགས་དེ་འདོགས་མ་སོང། ལོ། ཞེས་ཨ་ནི་ངས་ད་འདི་འདི། ཐ་མ་དེ་ལ་བི་ཞེས་འདི་ཞུས་བོ་རེ་བྱིན་པའི་ཡུལ་འདི་ལ། བྱིན་པའི་ཡུལ་དེ་ལ་རྐྱེན་ད་འདི་བྱིན་པའི་ཡུལ་སྔགས་ཀྱི་ཞོ་རེ་ད་གལ་སྲིད་ཞུ་མི་གོ་བ་བྱས་བྱིན་པའི་ཡུལ་བྱང་ས་ལས་གསུངས་པའི་བྱིན་པའི་ཡུལ། མཆོག་ཏུ་གྱུར་པ་སྔགས་སྲིད་བོ་རེ་ད་གལ་ཆེ་བ་སྔ། ཨ་ནི་རླུང་འོད་བཞིན་གདུང་བ་འོད་བཞིན་གོས་མེ་འོད་བཞིན། ལོག་པར་སྤྱོད་པའི་རང་བཞིན་གྱི་བཞིན་ཡོན་ཏན་གྱི་བཞིན་ཞེས་སྔགས་ཡོད་པའི་ན་ནི་ད་འདི་སྐད་ཀྱི་ན་ནི་ཅི་ད་བྱིན་པའི་ཡུལ་ན་ལ་ནི་བྱིན་པ་འདི་གའི་སྔགས་འདི་གལ་ཆེ་བ་རེ

སྡུག་བསྔལ་བའི་ཞིང་དེ་སྦྱིན་པ་བཏང་སྟེ་གལ་ཆེ་བར་བརྩི་གི་རེད། དེ་ཡང་དུས་ག་ལ་ཡར་འབུལ་བ་དང་མ་བཏང་ཡས་གཉིས་ནང་ནས་མ་བཏང་ཡས་དེ་གལ་ཆེ་བར་བརྩི་གི་རེད། གང་ཡང་ཟེར་ན་བྱང་ཆུབ་སེམས་དཔའ་ནང་ལ་སྦྱིན་པ་བཏང་ཡས་ཀྱི་སྦྱིན་པའི་གི་སྦྱིན་ཕག་ལ་སྦྱིན་པ་བཏང་པ་དེ་ལ་ཨ་ནི་ཚུར་ལ་ལེན་གི་རེ་བ་མེད་པ་ཡིན་ཙང་ཨ་ནི་དེ་བྱེད་གི་རེད། ད་ང་ཚོ་ཐ་མལ་པ་དང་ཨ་ནི་ཉེ་ཐེ་མལ་པ་རྣམས་ཀྱིས་སྦྱིན་པ་བཏང་ཡས་དེ་དེ་གཉིས་ཀྱི་ནང་ནས་ཨ་ནི་སྡུག་བསྔལ་བའི་ཞིང་དང། ཨ་ནི་ཡུན་བྲེང་ཞིང་སྙིང་ན་ནི་གར་གལ་ཆེ་བ་བརྩི་གི་རེད་ཟེར་ན་ཡུན་བྲེང་ཞིང་དེ་གལ་ཆེ་བ་བརྩི་གི་རེད་ཡང་འབུལ་བས་དེ་གལ་ཆེ་བ་བརྩི་གི་རེད་ཀུན་སློང་ལ་ག་རེ་ཡོད་རེད་ཟེར་ན་ཡང་ཕུལ་ཟེར་ན་ང་ལ་བསོད་ནམས་ཀྱི་རག་གི་རེད་ཟང་ཟང་ཅི་དེ་ཡོད་རེད་བ། འོ་དེ་ཡིན་དུས་ག་ལ་དེ་ང་ཚོའི་སྤྱི་ཚོགས་ནང་བློ་ལས་དག་གོ་རེད་བ། གང་དེ་ལ་བླ་མ་གཅིག་ཞུགས་འོ་དེ་ལ་དཔང་པོ་སྐྱོ་བོ་སྐྱོ་བོ་ཅིག་ཡོད་ཅེས་སྒོར་མོ་བརྒྱ་ཐམ་པ་ཡོད་པ་ཡིན་ན་ཨ་སྒོར་མོ་བརྒྱ་ཐམ་བུད་ཡ་ཡིན་པ་ནི་བརྒྱ་ཆའི་བརྒྱ་ཐམ་པ་སྒོར་མོ་བརྒྱ་ཐམ་ཡར་ཞུགས་འཕྲུལ་གང་ལ་ཞུགས་ངོས་དེ་ལ་ཕུལ་གི་རེད་མ་འདུག་བས་མང་དཔང་པོ་དེ་ལ་སྤྲད་གི་མ་རེད་གལ་སྲིད་སྤྲད་པ་ཡིན་པ་ཡིན་ན་བརྒྱ་ཐམ་པའི་ནང་ནས་སྒོར་མོ་གཅིག་ཟེར་བི་གེ་སྤྲད་དེ་ནས་ལྷག་མ་དེ་ག་ཡག་ཕུལ་དགོས་ར་ཡག་ཕུལ་བས་དེ་གའི་ཆེ་བ། མང། མ་སྤྲད་དེ་དེ་ཙམ་གྱི་གའི་ཆེ་བ་མེད་པ་གལ་སྲིད་བྱས་པ་ཡིན་པ་ཡིན་ན་ཉུང་ཉུང་ཅིག་དེ་འདྲས་རེད་བ་ཡིན་ན་ཡང་རྗེས་འཇུག་སེམས་པ་རྣམས་ཀྱིས་འདོགས་ཆོག་ནི་རེད་ཟེར་ད་འདི་གནད་འགག་ཅིག་འདུག་རྒྱལ་ལགས་སོ། ལགས་སོ། རྒྱལ་ཨ་ནེ། ད་ཀྱེ་སྟོང་གི་ང་ཚོ་གི་མཛད་རབས་འདིའི་ནང་ལོགས་ལ་སྐར་མ་ཉི་ཤུའི་མཛད་རབས་དང་བཅོ་ལྔའི་མཛད་རབས་ཀྱི་ཡོད་རེད་ཨ་ནེ་གེ་ཤེ་ལགས་ཀྱི་མཛད་རབས་དེ་སྐར་མ་ཉི་ཤུའི་མཛད་རབས་ནང་ལོགས་བཏང་ཡིན། ད་དེ་ལ་དྲི་བ་མཐའ་མ་དེ་ལ།

ཕན་ཐོགས་དེ་གར་འདུག་ཟེར་ན་ཁྱེད་དཔེ་ཆ་ལྟ་བ་དེ་གི་བརྒྱག་བྱས་བརྒྱག་དང་ཕན་ཐོགས་ཞེས་འདུག་ང་ཚོ་བི་གའི་ཚུགས་ལས་ནས་ཨ་ནི་དེ་ལས་ཟེར་ནས་ཁོང་ཚོ་གཏམ་བཤད་བྱེད་མཁན་ཚུགས་ཀྱི་དགེ་རྒན་ཚུགས་ཀྱི་གཏམ་བཤད་ཉེ་དུས་ག་ལ་དང་པོ་སླེབས་དུས་སྐད་ལ་དཀའ་ངལ་ཡོད་རེད་དེ་ཡིན་ན་ཡང་ནམ་བཟང་ཁོ་རང་དགེ་རྒན་དེ་གི་གང་ནས་བཤད་པ་དང་འོག་ནས་བཤད་གི་ཨ་ནི་འགལ་འདུ་ག་རེ་ཡོད་རེད་དེ་ལ་དོགས་པ་ག་རེ་ཡོད་ང་ཚོ་དྲི་བ་མང་ཤོས་རེད་ཤ་ཁྱེད་ནམ་བཟང་ཁོ་རང་དྲི་བ་སླེབས་ཀྱི་འདུག་བ་ད་འདི་ང་ཚོ་དཔེ་ཆ་ལྟ་བའི་བཀའ་དྲིན་ཞེ་བོ་རེད་ཤ་དེ་ཡིན་དུས་ག་ལ་སློབ་སྦྱོང་གསར་བོ་ཅིག་བྱེད་པའི་སྐོར་ལ་ཡིན་པ་ཡིན་ན་ཡང་སྐད་ཡིག་གཞན་པ་གཅིག་གི་ནང་ལོགས་ལ་སློབ་སྦྱོང་བྱེད་པའི་སྐོར་ལ་ཡིན་ན་ང་ཚོའི་ཚད་མ་རིག་པའི་བྱམས་པའི་སྒེར་རིགས་ལམ་དེའི་བཀའ་དྲིན་ལ་བརྟེན་ནས་ཁོ་བསམ་བློ་བཏང་སྟངས་ཨ་ནེ་གཅིག་གི་རིག་པ་བཀོལ་སྟངས་དེ་ཞེ་བོ་གཅིག་གི་ཕན་ཐོགས་འདུག་དེ་རེད་བྱ་རྒྱན་ལྷག་པར་དུ་ངས་གནད་འགག་གཅིག་དེ་མཐོང་གི་འདུག་རྒྱན་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་གི་དང་དོན་ཤེས་ཡོན་སློབ་གསོའི་གི་ལམ་སྟོན་གྱི་ཡོ་བར་པ་ང་ཚོའི་དཔེར་ན་དཔེ་སྟོན་སློབ་གྲྭའི་གི་ཤེས་ཡོན་སློབ་གསོའི་དེའི་ནང་ལོགས་ལ་རང་སྐྱོན་ཆ་ཚང་མདོག་རིང་པོ་ཞིག་གི་སྐད་ཡིག་གཞན་དག་བྱང་ཡིག་གི་རྨང་གཞི་དེ་ག་རུ་སོང་རེད་བསམ་ན་དང་པོ་རང་གི་སྐད་ཡིག་རྨང་གཞི་ཡག་པོ་དགོས་པ་ཡིན་དུས་ག་ལོ་སློབ་ཕྲུག་ཚོ་ལ་དང་པོ་ནས་དབྱིན་ཇི་མ་སྦྱངས་ཕྱིར་བོད་ཡིག་རྨང་གཞི་ཡག་པོ་བཟོས། དེ་ནས་གཞི་ནས་དབྱིན་ཇི་སྦྱངས་པ་ཡིན་པ་ཡིན་ན་ཡག་པོ་ཆགས་ཀྱི་རེད་གསུང་བའི་གི་ཤེས་ཡོན་སློབ་གསོའི་གི་དེ་བྱོས་བར་བ། གོམས་གཤིས་བྱོས་བར་བ་དེ་དེ་དངོས་གནས་ཕན་ཐོགས་རྒྱ་ཆེ་རྒྱག་ཐང་མ་རེད་བསམ་ང་ནི་ཉམས་མྱོང་ཏིས་ཡོང་དུ་ང་བོད་ཡིག་ཞེ་དྲག་ཡོག་མ་རེད་དེ་དར་གྲོས་ཏིས་སུ་འགྲོ་སྟངས་ཤེས་དུས་ག་ལ་བུའི་རང་གི་བརྡ་སྤྲོད་འགྲོ་སྟངས་དེ་ཆོས་དུས་དེའི་རིག་པ་དེ་ཀའི་ཀྱི་ཞེན་པ་ཅིག་ཟེར་འདུག་ག་ལ་གྱན་ཁྱེད་རང་ལས་ཉམས་མྱོས་བ་རེད་ཕན་ཐོག་འདུག་ག་གྱན། ད་རེད་རེད། བུའི་རང་གི་སོ་སོའི་མ་ཡིན་གྱི་མ་རྩ་ཁོ་ན་མེད་པ་ཡིན་ན་ཀྱི་ཞེན་པ་ཅིག་བྱང་ཡ་ལ་དཀའ་ལས་ཞོབ་ཅིག་ཡིན་ས་རེད། དེ་ཡོད་འདུག་ག་ལ་འདི་གནད་འགག་ཅིག་རེད་ཞར་དྲན་གོ་རེད་དེ་ཡོད་འདུག་འདི་སྐྱོབ་རྗེ་ཟངས་མདོག་རིན་པོ་ཆེ་སྙན་མང་ཤེས་ཡོན་ལམ་སྲོལ་གྱི་སློབ་ཚུལ་དེའི་ནང་ལུགས་ལ་གནད་འགག་ཆེ་ཤོས་ཏིས་གནང་ཡོད་རེད་བ་དེ་ཡོད་འདུག་དེ་ཟངས་སྤུ་གུ་ཚོ་གྱན་གྱི་མཁྱེན་གྱི་རེད་ཤེས་དཔེ་སྟོན་སློབ་གྲྭ་ལ་སྙན་མང་ཡིན་པ་ཡིན་ན་སྤུ་གུ་བཅུ་ལྔའི་རེ་བ་མ་དེ་ཟངས་ཚང་ཁ་ཤེས་ཤེས་རེད་དེ་ནས་ཐོན་ཡོད་སྤུ་གུ་ཚོས་ཨ་ནི་བི་ཡིས་ཡག་པོ་བྱེད་དགོས་བ་རེད་ད་ག་ནང་བཞིན་སྐད་ཡིག་དབྱིན་ཇི་དང་དེ་གའི་སྐད་ཡིག་དཔེ་ཡག་པོ་བྱེད་དགོས་རོགས་དེ་གནད་འགག་ཅིག་རེད་བཤད་མཁན། ལོ་སོ། ཨ་སོ། རེད་གེ་ཤི་ལ་དེ་གསུངས་པ་ནོར་ཤེས་རེད་ང་སྔོན་མ་དབྱིན་ཇི་སྦྱོང་འགྲོ་བའི་ཁབ་ཐོག་ལ་གེ་སྐད་དེ་ཉི་མ་གཅིག་ལ་ལགས་སོ་ཆུ་དམ་པོ་སླེ་བའི་སྐབས་ལ་དྭ་ཕྲུག་ཐུག་སོ་འགྲོ་ཐོ་གཅེས་མི་འདུག་དེ་ནོར་ལོ་ཁྱོད་ནི་མི་འདུག་བདེ་ལ་སླེབས་ནས་ལོ་གཅིག་གཉིས་གྱེན་ལ་རེད་དུས་ཁྱོད་རང་མགྱོགས་པོ་བཞུད་ཅེས་ད་ཕྲུག་ཡག་པོ་ཞིག་ག་འདྲ་བྱས་ནས་བཤད་སོང་ཟེར། དེ་ཁ་པོ་གྱེས་མི་འདུག་ལ་ཡིན་ང་བུ་ཕལ་གྱི་སུམ་རྟགས་དེ་འཇོག་མྱོང་ཡོད་ལ་ཡིན་འདི་ཁེགས་ཡོད་ལ་ཡིན་ངས་འདིའི་མ་འོངས་དང་དག་རྒྱལ་དེ་སོགས་དེ་ཁེགས་ཡོད་ལ་ཡིན་ཨ་ནི་ང་མཚན་ཉིད་དཔེ་ཆ་བཏགས་ཡོད་ཙང་དེ་གི་རིག་ལམ་དེ་ཁེགས་ཡོད་ལ་ཡིན་ཨ་ནི་མ་ཁྱབ་ས་ག་ང་དམིགས་བསལ་ནང་ལ་བཏང་ཡོད་ལ་ཡིན་ཨ་ནི་ཁོ་རིག་ལམ་དེ་ནས་འགྲོ་བཞག་ན་ཆ་ཚང་ངའི་གོ་ཡ་མི་འདུག་ལ་ཡིན་ཨ་ལས་ད་དེ་འདྲ་གྱི་ས་རེད་ལགས་སོ།